འདི་ཚེས་ཉིན་གསར་བཞེངས་ཉིན་ནོ་ཝེ་རྒྱལ་ཁབ་ཀྱི་རྒྱལ་ས་ཨོ་སི་ལོར་ཕྱི་ལོ་ཉིས་སྟོང་ཉིས་རྩ་གཉིས་ལོའི་ཨོ་སི་ལོ་རང་དབང་གླེང་སྟེགས་ཀྱི་ཚོགས་འདུའི་སྟེང་བོད་དོན་ལས་འགུལ་བ་འཆི་མེད་ལྷ་མོ་གདན་ཞུས་གནང་བ་ལྟར་བོད་དོན་ཐོག་གཏམ་བཤད་སྤེལ་གནང་འདུག་ཐེངས་འདིའི་གླེང་སྟེགས་ཀྱི་ཚོགས་འདུའི་སྟེང་ཆབ་སྲིད་བཙོན་ཟུར་མགོ་ལོག་འཇིགས་མེད་ལགས་གདན་ཞུས་ཐུབ་ཡོད་པ་དང་འབྱུང་འགྱུར་བོད་རིགས་གཞོན་སྐྱེས་གང་མང་མཉམ་ཞུགས་ཐུབ་པའི་རེ་བ་ཡོད་ཅེས་འདི་ག་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང། འདི་ཞུ་སྒོ་མཚམས་མགོ་ལོག་འཇིགས་མེད་ལགས་ཀྱིས་འདོན་འགྲེལ་ཞུ་ཡས་ཀྱི་གོ་སྐབས་རགས་སུ་ད་ལོ། ཨ་ནི་མ་འོངས་པར་བོད་པ་གཞོན་སྐྱེས་མང་ཆ་རེ་དང་གཞོན་སྐྱེས་བཅུ་དགུ་མ་རེ་འཐབ་རྩོད་པ་དང་ཕྱག་ལས་པ། མང་དེ་ལ་ཡང་འཛུལ་ཞུགས་བྱེད་ཡག་གི་གོ་སྐབས་རག་རེ་བ་ཡོད། ཡང་ཨོ་སི་ལོ་རང་དབང་གླེང་སྟེགས་སྟེང་བོད་དོན་གཏམ་བཤད་གྲུབ་རྗེས་ཚོགས་བཅར་བ་ཚོས་ཁོ་མོའི་གཏམ་བཤད་ལ་དགའ་ཚོར་ཆེན་པོ་གནང་གི་ཡོད་པ་དང་ཚོགས་བཅར་བ་ཚོས་བོད་དོན་གྱི་གནས་སྟངས་དངོས་སུ་གོ་ཐོས་བྱུང་བ་དེས་ཁོང་ཚོར་ཚོར་བ་ཤུགས་ཆེན་པོ་བྱུང་འདུག་པའི་སྐོར་འགྲེལ་བརྗོད་གནང་བྱུང། མི་མང་པོ་ཅིག་གིས།

ལ་སོ། ངས་ཕ་མ་གི་འགྲོ་མི་ཐོབ་ཐང་ལ་ངོ་སྤྲོད་བྱེད་དུས་ག་ལི་ཡ་བོད་ཀྱི་དཔེ་ཅིག་བལྟས་མྱོང། ད་རིང་ཐེངས་མ་དང་པོ་ཐུག་གི་ཡོད་ལ་ནི་ཚུ་ལ་སོ། ང་དཔེ་དགའ་པོ་བྱུང་ཁ་ཚིག་ལ་ལ་ད་ང་རང་ཚོའི་གི་བོད་ཀྱི་གནས་སྟངས་འདི་ཛ་དྲག་ཞུ་ཆགས་དེ་ཡོད་རེད་ནི་ནམ་རྒྱུན་དུ་སྡུག་བར་ཆགས་འོ་རེད་ནི་ཡིན་པ་ཡིན་ནི་ཡར་རྒྱས་བཏང་ཡ་ལི་ཡ་ད་སེ་ར་ཆའི་དཔེ་གལ་ཆུང་པོར་བ་ནི་སོང་ཙང་ད་ད་སྡིངས་ཆ་དེ་ར་འོ་དེ་དཔེ་གལ་ཆུང་པོ་ཐོངས་སོ། ད་རེས་ཚོགས་འདུའི་ཐོག་གཏམ་བཤད་པ་གཞན་སྐད་གྲགས་ཆེ་བ་བྱང་ཀོ་རི་ཡ་ནས་ཡིན་པ་བཙན་བྱོལ་དུ་བྲོས་བྱོལ་ཐུབ་པ་ལྕམ་ཡིའོ་མི་པག་ལ་སོགས་པའི་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པ་མང་དག་ཅིག་མཉམ་འཛོམས་གནང་ཡོད་པ་རེད་འདུག་ཨོ་སི་ལོ་རང་དབང་གླེང་སྟེགས་ནི་ཕྱི་ལོ་ཉིས་སྟོང་དགུ་ནས་བཟུང་འགོ་འཛུགས་གནང་ཡོད་པ་མ་ཟད་ཚོགས་འདུ་དེའི་དམིགས་ཡུལ་གཙོ་བོ་ནི་འགྲོ་བ་མིའི་ཐོབ་ཐང་འཐབ་རྩོད་པ། སྒྱུ་རྩལ་བ། གསར་འགོད་པ། དེ་བཞིན་ཚོང་ལས་གཉེར་མཁན་རྣམས་མཉམ་འཛོམས་ཀྱིས་འཛམ་གླིང་སྟེང་རང་དབང་བསྐྲུན་ཐབས་ལ་བསམ་བློ་བརྗེ་རེས་གནང་གི་ཡོད་འདུག་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་དང་པཱ་ལེན་ཕྱོགས་བསྒྲིགས་པ་བསྟན་འཛིན་འོད་གསལ་གཉིས་ནས།